འཛམ་གླིང་ས་ཕྱོགས་གང་སར་བཞུགས་པའི་བེ་རི་སྤུན་ཟླ་ཡོངས་ལ། ས་གནས་ཀྱི་དུས་ཚོད་དང་འཚམས་པའི་འཚམས་འདྲི་ཞུ་ཡག་དང། དེ་རིང་དྲ་རྒྱ་འདི་བརྒྱུད་རྗེས། བདེ་བར་གཤེགས་པའི་མཆོད་རྟེན་བརྒྱད་དུས་ངོ་སྤྲོད་ཞུ་ཡག་ཡིན། དེ་ཡང་ཨ་ནེ་སྟོན་རྩེན་བཞི་གི་ཐོག་ནས་དུས་ངོ་སྤྲོད་ཞུ་ཡག་ཡིན། སྟོན་རྩེན་དང་པོ་དེ་ལ། དེ་ཤེས་མཆོད་རྟེན་བརྒྱད་དུས་ངོ་སྤྲོད་ཞུ་ཡག་བྱས། སྟོན་རྩེན་གཉིས་པ་དེ་ལ། སྤྱི་བཏང་གི་མཆོད་རྟེན་གྱི་སེང་ཁྲིའི་སྟེང་གི་རྨང་གི་ནས། རྩེག་གི་ནོར་བུའི་ཏོག་འབྱོར་བ། འདིའི་དཔེ་ཇི་དགར་དགར་མཚོན་དགོས་རེད་འདིའི་ངོ་སྤྲོད་ཞུ་ཡ་བྱས། དོན་ཚུན་གསུམ་པ་དེ་ལ། ཆོས་ལྡན་ལ་རིགས་མི་འདྲ་བ་དགར་དགར་ཡོད་རེད་འདིའི་སྐོར་གཅིག་ཏུ་ངོ་སྤྲོད་ཞུ་ཡ་ཡིན་དོན་ཚུན་བཞི་པ་དེ་ལ། ནི། ཆོས་ལྡན་ལ་ཕྱག་ཏུ་བསྐོར་བ་སོགས་བྱས་པས་ནི་ཕན་ཐོགས་དགར་དགར་ཡོད་རེད་འདུག་བཅས་བཅས་ངོ་སྤྲོད་ཞུ་ཡ་ཡིན། དེ་ཡང་སྔོན། བསྟན་པའི་བདག་པོ་སྟོན་པ་བཀའ་དྲིན་ཅན་གྱིས། གདུལ་བྱ་རྣམས་སྨིན་གྲོལ་གྱི་ལམ་ལ་ཁྲིད་ཡ་གི་ཐབས་སུ། ནི། རྒྱ་གར་འཕགས་པའི་ཡུལ་དུ། ས་གནས་དེ་དང་དེ་ལ་ཕེབས་རྗེས་ཨ་ནེས་མཛད་པ་ཁྱད་པར་ཅན་རེ་རེ་མཛད་པ་དེའི་ཚེ་ན་ཨ་ནེས་ས་གནས་དེ་དང་དེའི་དད་ལྡན་སྐྱེ་བོ་རྣམས་ཀྱིས་ཨ་ནེས་སྟོན་པའི་བཀའ་དྲིན་དྲན་པའི་ཆེད་དུ་མཆོད་རྟེན་རེ་རེ་དུ་བཞེངས་པ་བྱས་རྗེས་བཀའ་ཟླ་བདེ་གཤེགས་མཆོད་རྟེན་རྒྱལ་བཅས་ཀྱི་ཡོངས་གྲགས་བགྲངས་ཏེ་དུ་སི་རེད་ད་བདེ་གཤེགས་མཆོད་རྟེན་རྒྱལ་གར་གར་རེ་ཞུས་པ་ཡིན་ན་དཔལ་སྤུངས་མཆོད་རྟེན་བཅས་བྱང་ཆུབ་མཆོད་རྟེན། ཆོས་སྐོར་མཆོད་རྟེན། ཆོ་འཕྲུལ་མཆོད་རྟེན། ལྷ་བབས་མཆོད་རྟེན། དབྱེན་ཟླུམ་མཆོད་རྟེན། རྣམ་རྒྱལ་མཆོད་རྟེན། མྱང་འདས་མཆོད་རྟེན་བཅས་བཅས་བརྒྱད་དུ་གཟི་རེད། ད་དེ་བཞིན་མཆོད་རྟེན་བརྒྱད་ནང་ནས་དང་པོ་དཔལ་བོ་མཆོད་རྟེན་ཏེ། གང་ཟག་གང་ཉིད་གཙོ་བོ་ཁྱོད་ཙམ་ཚེ་ས་ཆེན་སྟོད་ལ་མགོན་པོ་བདུན་པོ་ནས་སོང་བ་ནང་བཞིན། སྟོན་པ་བཀའ་དྲིན་ཅན། ལུམ་པའི་ཚད་དུ་སྐུ་བལྟམས་མ་ཐག་ཕྱོགས་བཞིར་གོམ་པ་བདུན་རེ་སྤོས་པ་ན་མེ་ཏོག་པད་མ་ནི་བདུན་རེ་ཏུ་སྐྱེས་པ་རེད། དེའི་རྗེས་དྲན་གྱི་ཆེད་དུ་ཡབ་རྒྱལ་པོ་ཟས་གཙང་སྲས་ཤམ་པ་ཏུ་རེད། ད་མཆོད་རྟེན་དེའི་བར་རིམ་འདས་དང་བར་རིམ་ཡོངས་རྫོགས་སྐར་མདའ་པད་མ་སྤུངས་པ་ལྟ་བུ་ཏུ་ཡོད་རེད། དེ་ཡོད་པ་དེ་གར་ཚུར་འགོ་རེ་ཞུས་པ་ཡིན་ན། སངས་རྒྱས་འཇིག་རྟེན་གྱི་ཁམས་སུ་མངལ་སྐྱེས་ཀྱི་ཚུལ་དུ་ཁོའི་འདམ་ལས་སྐྱེས་པ་ཡིན་ན་ཡང་ཁོའི་སྐྱོན་གྱིས་མ་གོས་པ་དེ་ཏུ་ཚུར་འགོ་རེད། མཆོད་རྟེན་དང་པོ་དེ་ཏུ་རེད། བདག་གཉིས་པ་སྟེ་བྱང་ཆུབ་མཆོད་རྟེན། བྱང་ཆུབ་མཆོད་རྟེན་ཏེ་བདག་ཅག་གི་སྟོན་པ་མཐུ་བོའི་དབང་པོ་འདི་ཉིད་གང་དག། རྡོ་རྗེའི་གདན་དུ་བྱང་ཆུབ་ཤིང་གི་དྲུང་དུ་གང་དག། བླ་མེད་བྱང་ཆུབ་མངོན་དུ་བྱེད་པ་ཚུན་ཆད་དུ་སྲིད། གང་དག་མངོན་པར་རྫོགས་པར་སངས་རྒྱས་པ་ན་དེའི་རྗེས་དྲན་གྱི་ཚུལ་དུ་ཤུན་རྩི་གཏེར་དུ་བཞེངས་པ་དུ་བྱེད། མཆོད་རྟེན་དེ་དབྱིབས་གྲུ་བཞི་བཅས་ཀྱི་བར་རིམ་བཞི། བར་རིམ་བཞི་ཅན། དུ་འབྲེལ་བྱེད། དེ་ནས་དང་གསུམ་པ། ཆོས་འཁོར་མཆོད་རྟེན་སེར་ནག་འདྲ་བཀྲ་ཤིས་གོང་མ་མཆོད་རྟེན། དེ། སྟོན་པ་ཐུ་བོ་དབང་པོའི་དགའ་ཟླ་ཝཱ་ར་ན་སིའི་འཁོར་ལྔ་སྡེ་བཟང་པོ་ལ་བདེན་པ་བཞིའི་ཆོས་སྐུ་བསྐོར། དེའི་ཆོས་སྐུ་བསྐོར་བ་རྗེས་དྲན་གྱི་ཆེད་དུ་དགའ་ཟླ་ཚངས་བྱིན་གྱིས་བཞེངས་པ་ཏུ་སི་རེད། མཆོད་རྟེན་དེ་དབྱིབས་གྲུ་བཞི་བར་རིམ་བཞི་ཅན་དུད་འགྲོ་བཞི་རེ་དགའ་ཟླ་གློ་བུར་དང་བཅས་པ། བར་རིམ་རེ་རེ་ལ་ཡང་སྒོ་བཞི་བཏོད་པ་དང་སྒོ་བཅུ་གཉིས་བཏོད་པ་དང་སྒོ་བཅུ་དྲུག་བཏོད་པ་ཏུ་སི། གསུམ་བསྒྲབ་ཅིང་དུ་ཟེར་བ་རེད། ད་སྒོ་བཞི་བསྟོད་པ་འོང་དུ་བཅས་པ་ཡིན་ན་སྒར་ཚོང་སྒོ་རེ་ཞུས་པ་ནི་བདེན་པ་བཞིའི་ཆོས་སྒོ་བསྐོར་བ་དེ་དུ་ཚོང་སྒོ་རེད། སྒོ་བཅུ་གཉིས་བསྟོད་བཞག་སོགས་ཡོད་རེད་དེའི་སྒར་ཚོང་སྒོ་རེ་ཞུས་པ་ཡིན་ན་སུ་རང་ཡོད་ན་བཅུ་གཉིས་དུ་ཚོང་སྒོ་རེད། སྒོ་བཅུ་དྲུག་བསྟོད་བཞག་སུ་དུད་འགྲོ་ཡོད་རེད་དེའི་སྒར་ཚོང་སྒོ་རེ་ཞུས་པ་ཡིན་ན་བདེན་བཞིའི་རྣམ་པ། མི་རྟག་སོགས་གང་དག་བཅུ་དྲུག་དུ་ཚོང་སྒོ་རེད། དེ་ལ་གང་ལྟར། ཡེ་ཤེས་མཆོད་རྟེན་དང་བཀྲ་ཤིས་གོང་མ་མཆོད་རྟེན་ཟེར་ན་གང་དག་མིང་བཏགས་དང་མི་འདྲ་རབས་ཁ་གསུམ་བརྩི་ཆོག་རེད་ཆོས་སྒོར་མཆོད་རྟེན་ཟིག་རེད་བཀྲ་ཤིས་གོང་མ་མཆོད་རྟེན་ཟིག་རེད་གང་དག་ཡེ་ཤེས་མཆོད་རྟེན་དུ། མཚན་དུ་བཏགས་མཛོད་ཅིག་ཏུ་འདུག་གང་དག་ཆོས་མཆོད་རྟེན་དེ་ལ། དེ་ནས་བཞི་པ་དེ་ལ་ཆོ་འཕྲུལ་མཆོད་རྟེན། ཆོ་འཕྲུལ་མཆོད་རྟེན་དེ། སྔོན་སྟོན་པ་ཐུབ་པ་འོངས་པའི་བསྙེན་མཛད་ལྟའི་ཚད་དུ་གང་དག་བན་དྷ་དང་པོའི་ཚེས་གཅིག་ནས་བཅོ་ལྔའི་བར་ཉི་མ་རེ་རེའི་བཅད་བྱས་ཆོ་འཕྲུལ་མི་འདའ་བ་རེ་རེ་རེ་རེ་བསྟན་རྗེས། མུ་སྟེགས་སྟོན་པ། དྲུག་འཁོར་དང་བཅས་པ་གང་དག་རྫུ་འཕྲུལ་གྱི་སྒོ་ནས་ཕམ་པར་མཛད་པ། དེས་མ་ཚད་པའི་ཕྱི་ནང་གི་འདུས་བྱས་མང་པོ་ཅིག་གང་དག་སྨིན་གྲོལ་གྱི་ལམ་ལ་འགོད་པར་མཛད་པའི་རྗེས་དྲན་གྱི་ཆེད་དུ་རྒྱལ་པོ་གསལ་རྒྱལ་གྱི་དུ་བཞེངས་པ་ཅིག་དེ་རེད། ད་མཆོད་རྟེན་དེ་དབྱིབས་དེ་གྲུབ་བཞི་དུ་བཟོས་པ་རེད་བར་རིམ་བཞི་ཡོད་པ་བཅས་བར་རིམ་རེ་རེ་ལ་དབུས་སུ་ཨནི་གློ་བུར་དུ་སུ་ཡོད་པ། དེས་གློ་བུར་ཡོད་པ་དུ་ཚུར་སྡོམ་པ་ཡིན་ན་གང་དག་ཟུར་བརྒྱད་འདྲ་བྱོས་རེད་ཟུར་བརྒྱད་ཡོད་པ་དེ་གར་ཚུར་འགོད་རེ་ཞུས་པ་ཡིན་ན་སྟོན་པས་གང་དག་མི་འཇིགས་པ་བཞི་དང་ཆོ་འཕྲུལ་བཞི་བཅས་ཆེ་རྒྱལ་གྱི་སྐུ་ནི་མུ་སྟེགས་འདུན་པ་དྲུག་ལ་སོགས་པ་ཕམ་པར་མཛད་པ་ནི་དུ་སུ་འགོ་རེད། འདིའི་ཆ་ནི་མཆོད་རྟེན་དེ་ལ་ཆོ་འཕྲུལ་མཐུ་ཆེན་ཆོ་འཕྲུལ་མཆོད་རྟེན་དུ་སུ་མིང་བཏགས་ཚུལ་གཅིག་དང། མུ་སྟེགས་ཕམ་བྱེད་ཀྱི་མཆོད་རྟེན་དུ་སུ་གང་དག་མཚན་བཏགས་གཏང་རབས་མི་འདྲ་བ་གཉིས་རབས་གཅིག་དུ་སུ་ཡོད་རེད། ད་མཆོད་རྟེན་དེ་ལ་བཞེངས་ཚུལ་རབས་དེ་ལ་གང་དག་བར་རིམ་གསུམ་ཅན་བཞེངས་ཚུལ་གཅིག་ཡོད་རེད་ཟླུམ་པོ་བཅས་ཀྱི་བར་རིམ་བཞི་པ་པད་འདབ་ཅན་དུ་སུ་བཞེངས་ཚུལ་གང་དག་བཞེངས་ཚུལ་མི་འདྲ་བ་གཉིས་རབས་གཅིག་འོ་དུད་འགྲོའི་དུ་སུ་ཡོད་ཡིན། ལྔ་པ་ལྷ་བབས་མཆོད་རྟེན་འདི། སྟོན་པ་བཅོམ་ལྡན་འདས་དགུང་གྲངས་བཞི་བཞི་ཞེ་གཅིག་གི་སྟེང། སུམ་ཅུ་རྩ་གསུམ་གྱི་ལྷ་ཡི་གནས་སུ་ཕེབས་ནས། ཤཱ་རིའི་བུ་དང་འོད་སྲུང་ལ་སོགས་པ་དགྲ་བཅོམ་པ་བརྒྱད་སྟོང་གི་དབུས་སུ། དབྱར་ཟླ་བ་གསུམ་རིང་དབྱར་གནས་མཛད། རྗེ་འམ་ཡུམ་གྱི་སྒྲོལ་མ་གཙོ་བོར་གྱུར་བའི་ལྷའི་རིགས་ཀྱི་གདུལ་བྱ་རྣམས་ལ། སུམ་ཅུ་རྩ་གསུམ་གྱི་མདོ་དང་རྟེན་འབྲེལ་འཇིགས་མེད་མདོ་ལ་སོགས་པ་དམ་པའི་ཆོས་ཀྱི་ཇི་སྙེད་ཅིག་བཀའ་སྩལ་ཅིང་བཞུགས་པས་དེའི་ཚེ་ན་མི་ཡུལ་གྱི། རྒྱལ་པོ་གསལ་རྒྱལ་ལ་སོགས་པ་རྟ་དཀར་ནག་འཁོར་རྣམ་བཞི། དེ་དག་གིས་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི། ཞལ་མ་བཅབས་པ་དང་གསུང་མ་ཐོས་པ་རྒྱུད་རིང་པོ་འཆིང་སུ་བཅད་ཅེས། ད་མིའི་རིགས་ཀྱི་འགྲོ་བ་རྣམས་ལ་ཐུགས་བརྩེ་བས་དགོངས་ཅན་སླར་འཛམ་བུའི་གླིང་དུ་དུ་དྷི་རོ་ནང་བསྐྱེད་ཅེས། མོ་མགལ་གྱི་བུ་རྒྱུད་ཅེས་མོ་མགལ་བུ་དུ་སུ་ངག། ད་མོ་མགལ་གྱི་བུ་རྫུ་འཕྲུལ་གྱི་མཆོག་ཏུ་གྱུར་བ་སྲོང་བཙན་སྐྱེས་རྗེ་དེ་ལ་ཉིད་དུ་ལྷ་ཡུལ་དུ་ཕེབས་ཅེས།

ཨིན་དྲ་བ་མེད་དུ་བཞེངས་པ་ཅིག་རེད་ད་མཆོད་རྟེན་དེ་ལ་བར་རིམ་བཞིའམ་བརྒྱད་དུ་ཡོད་རེད་ད་ངོས་རེ་རེ་ལ་གློ་བུར་དང་བཅས་པ་བཅས་གློ་བུར་གྱི་དབུས་སྟེང་ལ་ཐེམ་སྐས་གསུམ་བཞི་ཅན་དུ་ཡོད་རེད་ད་ཐེམ་སྐས་གསུམ་བཞི་ཅན་ཡོད་པ་དེའི་གར་ཚུར་འགོ་རེ་ཞུས་པ་ཡིན་ན། སྟོན་པ་བཅོམ་ལྡན་འདས་ལྷ་ཡུལ་དུ་ཟླ་བ་གསུམ་རིང་ཡུམ་གྱི་སྒྲོལ་མ་གཙོ་བོར་གྱུར་བའི་ལྷའི་རིས་ཀྱི་གདུལ་བྱ་རྣམས་ལ་ཆོས་གསུངས་རྗེས་དེ་ནས་སླར་འཛམ་བུ་གླིང་དུ་མིའི་ཡུལ་དུ་བཀའ་འདབ་མ་བྱོན་པའི་ཚེ་ན་ཚངས་པ་དང་བརྒྱ་བྱིན་གཉིས་ཀྱིས་ཐེམ་སྐས་གསུམ་བཞི་བཅས་བཅས། དུ་སྤྲོས་བཅས་གདན་དྲངས་པ་དེ་དུ་མཚོན་དགོས་རེད་དེ་སོང་ཙང་མཆོད་རྟེན་དེ་ལ་སུམ་ཅུ་རྩ་གསུམ་གྱི་ལྷ་ཡི་མཆོད་རྟེན་ཞེས་བཅས་ནམ་རྒྱུན་དུ་སེམས་ཅན་རྟོགས་ཚུལ་ཡོད་པ་དུ་རེད། ད་དྲུག་པ་ཡེ་འདུམ་མཆོད་རྟེན་དེ་རེད། དེ་ཡུལ་རྒྱལ་པོའི་ཁབ་དུ་མུ་ཏིག་ལྷས་བྱིན་གྱིས་བདུད་ལྷས་བྱིན་གྱི་སྐར་མདའ་དགེ་འདུན་ནང་ཕན་ཚུན་དུ་དཀྲུག་ཤིང་བརྒྱབ་རྗེས་སྐར་མདའ་དགེ་འདུན་གྱིས་དབྱེན་བྱས་པར་བརྟེན་ཕྱོགས་ཟུང་གིས་ཐབས་མཁས་ཀྱི་སྒོ་ནས་དབྱེན་ཏེ་འདུམ་པར་བྱས་རྗེས་སྐར་མདའ་དབྱེན་པ་ཞི་བར་བྱས། དེས་ཞི་བར་བྱེད་པའི་རྗེས་དྲན་གྱི་ཚུལ་དུའང་ནི་རྒྱལ་པོས་བཞེངས་པར་བྱེད་དུ་ཟེར། ད་མཆོད་རྟེན་དེའི་དབྱིབས་དེ་ལ་དབྱིབས་གྲུ་བཞི་དང་གང་དག་བར་རིམ་བཞི། བར་རིམ་བཞི་ལ་གང་དག་ཟུར་བཞིའི་རྩེ་མོ་དུ་སུམ་བྷ། མཉམ་མཉམ་བཅས་བྱ་བ་གཅིག་པ་བཅས་བྱ་བ་བཅས་བཞག་པ་དུད་འགྲོའི་ཆོ་རེད། ད་དེའི་གར་མཚུངས་གོ་རེ་ཞུས་པ་ཡིན་ན་དགེ་འདུན་གྱི་དེ་གཉིས་མི་མཐུན་པ་འབྱུང་བའི་རྩ་བ། ཉོན་མོངས་རྣམས་རྒྱུན་བཅད་པ་འདི་དུ་ཚོད་མགོ་རེད། ད་དེ་ནས་སྐྲ་ཟུར་བཞི་དུ་ཟོས་པ་རེད། སྐྲ་ཟུར་བཞི་བཅད་པའི་སྐར་མདའ་ཟུར་བརྒྱད་བྱོ་རེད། ཟུར་བརྒྱད་དེ་སྐར་ཚོད་མགོ་རེད་ཞུ་བས་ན་རྣམ་ཐར་བརྒྱད་དུ་ཚོད་མགོ་རེད། ད་མཆོད་རྟེན་འདི་ལ་སྐར་མདའ་འོད་གསལ་ཅན་དང་བྱམས་དངོས་མཆོད་རྟེན་ཞེས་བྱ་མིང་དུག་སུ་ཡང་དུ་ཟོས་རེད་ཞུ་ཡ་ཡིན། ད་དེ་ནས་བདུན་པ་རྣམ་རྒྱལ་མཆོད་རྟེན་ཏེ། བསྟན་པའི་རྡོག་པོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཡུལ་ཡངས་པ་ཅན་དུ། ཇི་ལྟར་བདུད་ལས་རྣམ་པར་རྒྱལ་བྱས་སྐུ་ཚེ་རྡོ་རྗེ་ཟླ་བ་གསུམ་དུ་དུ་བྱིན་གྱིས་བརླབས་པ་དུ་རེད་དེ་སོང་ཙང། དེའི་རྗེས་དྲན་གྱི་ཆེད་ཟེར་ན་ཡང་འདྲ། གང་དག་འཆི་བདག་བདུད་ལས་རྣམ་པར་རྒྱལ་བ་མཚོན་ཆས་དེའི་ཆེད་དུ་གང་དག་ལི་ཙཱ་གཅིག་དུ་བཞག་པ་དུ་ཞིག་རེད། ད་མཆོད་རྟེན་འདི་དབྱིབས་རབ་དགའ་འགྲེལ་བ་རེ་ཞུས་པ་ཡིན་ན། ཟུར་བདུན་སྒྲོན་མེ་པ་ཅན་ཟླུམ་པོ། ཟླུམ་པོ་བཅས་བཅས་བར་རིམ་གསུམ་ཅན་དུ་ཡོད་པ་དེ་འགྲོས་ཀྱི་རེད། ད་དེ། སུར་མས་ཟླུམ་པོ་བར་རིམ་གསུམ་ཅན་ཡོད་པ་དེ་ག་རེ་མཚོན་དགོས་རེད་ཞུས་པ་ཡིན་ན། སྟོན་པ་མྱ་ངན་ལས་འདའ་ཁར་འདུས་བྱས་གསོལ་བ་བཏབ་པ་ལ་བརྟེན་ནས་སྐུ་ཚེ་ཟླ་བ་གསུམ་དུ་གང་དག་བྱིན་གྱིས་བརླབས་བྱས་ཟླ་བ་གསུམ་དུ་དུ་བཞུགས་པ་རེད་དེ་སོང་ཙང་འདུས་བྱས་དོན་མཛད་དགོས་རྣམས་མཐར་མ་ཕྱིན་པར་གློ་བུར་དུ་མྱ་ངན་ལས་མི་འདའ་བ་དེ་དུ་མཚོན་དགོས་རེད་དེ་སོང་ཙང་མཆོད་རྟེན་འདི་ན་བྱིན་རླབས་མཆོད་རྟེན་ཡང་དུ་སུས་མིང་འདོགས་ཚུལ་ཅིག་འདུག་ཞུས་ཡ་ཡིན། ད་རྒྱལ་པོ་མྱང་འདས་མཆོད་རྟེན་འདི། བསྟན་པའི་རྡོ་པོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས། ཡུལ་རྩ་མཆོག་དྲུང་དུ་སྐུ་མྱ་ངན་ལས་འདས་ཚུལ་བསྟན་པའི་རྗེས་དྲན་གྱི་ཚུལ་དུ་རྒྱལ་པོ་མ་སྐྱེས་དགྲས་བཞེངས་པ་ཅི་རེད་ད་མཆོད་རྟེན་འདི་དབྱིབས་ག་འདྲའི་རེད་ཞུས་པ་ཡིན་ན་མཆོད་རྟེན་དེ་ལ་བར་རིམ་བདུན་འགྲོས་ཀྱི་རྒྱས་སྤྲོས་དེ་མེད་པ་ཆེ། སེང་ཁྲིའི་སྟེང་དུ་རྐང་དང་བུམ་གདན་ཡན་ཆད་གཅིག་པོ་ཡོད་པ་དེ་འདྲས་ཅི་རེད་ད་རྒྱས་སྤྲོས་མེད་པ་ཆེ་ཆེ་སེང་ཁྲིའི་སྟེང་དུ་བུམ་གདན་ཡན་ཆད་ཡོད་པ་དེ་གར་མཚོན་གོ་རེད་ཞུས་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཁོའི་སྤྲོས་པ་མཐའ་དག་དང་བྲལ་ཅིང་སྤྲོས་མེད་ཀྱི་གནས་སུ་གཤེགས་པ་འདི་རྡུལ་ཚོན་གོ་རེ། འདུག་ཅེས་ད་འདི་ཡན་ཆད་ཀྱིས་ག་རེ་ཟེར་ན་འདི་ཤེས་ཆོས་ལྡན་བརྒྱད་ངོས་འཛིན་དུ་ཞུས་ཚར་བ་ཡིན། ད་འདི་ནས་དོན་ཚན་གཉིས་པ་དེ་ལ། ཆོས་ལྡན་སྤྱིའི། སེང་ཁྲིའི་སྟེང་གི་རྨང་གི་ནས། རྩེག་གི། ནོར་བུའི་ཏོག་བར་གྱིས་གར་གར་ཚོན་དགོས་པ་འདི་ངོ་སྤྲོད་ཞུ་ཡས་ཡིན། དེ་ཡང། སྤྱི་བཏང་གི་མཆོད་རྟེན་གར་ཚུར་འགོད་རེ་ཞུས་པ་ཡིན་ན། མཆོད་རྟེན་གྱི་ཡོན་ཏན་ཕྱོགས་བཅུའི་སངས་རྒྱས་རྣམས་ཀྱི་ཐུགས་བཅུད་ཀྱི་རྟོགས་པའི་ཡོན་ཏན་དུ་ཚུར་འགོད་རེ། དེ་ནས་མཆོད་རྟེན་གྱི་སེང་ཁྲིའི་སྟེང་གི་རྨང་གི་སྟེགས་གར་ཚུར་འགོད་རེ་ཞུས་པ་ཡིན་ན། རྨང་གི་སྟེགས་མཆོད་རྟེན་གྱི་རྨང་གཞི་ལྟ་བུ་དེ་དུ་བྱ་དགོས་རེ། དེའི་སོང་ཙང་དེའི་ནང་པའི་ཆོས་ཀྱི་རྨང་གཞི། མི་དགུ་བཅུ་གོང་གི་ཚུལ་ཁྲིམས་དུ་མཚོན་དགོས་རེད། དེ་ནས་དེའི་སྒང་ལ་བར་རིམ་བཞི་ཡོད་རེད། བར་རིམ་བཞིའི་ནང་ནས་བར་རིམ་དང་པོ་དེ་གར་མཚོན་དགོས་རེད་ཞུས་པ་ཡིན་ན། དྲན་པ་ཉེ་ཤ་བཞི་དུ་མཚོན་དགོས་རེད། དེ་ནས་བར་རིམ་གཉིས་པ་དེ་ཡང་དང་པོ་སྤོང་བ་བཞི་དུ་མཚོན་དགོས་རེད། བར་རིམ་གསུམ་པས་རྫུ་འཕྲུལ་གྱི་རྐང་པ་བཞི་མཚོན་དགོས་རེད་བར་རིམ་བཞི་པས་དབང་མོ་ལྔ་དུ་མཚོན་དགོས་རེད། དེའི་སྒང་ལའང་ནི་བུམ་གདན་པདྨ་ཡོད་རེད་བུམ་གདན་པདྨ་དེའི་སྟོབས་ལྔ་དུ་མཚོན་དགོས་རེད། དེ་ནས་བུམ་པ་ཡོད་རེད་མཆོད་རྟེན་བུམ་པ་མཆོད་རྟེན་བུམ་པ་དེའི་གར་ཚོང་དགོས་རེད་ཞུས་པ་ཡང་ན་བྱང་ཆུ་ཡན་ལག་བདུན་ཚོང་དགོས་རེད། དེ་ནས་བྲེ་ཡོད་རེད་བྲེ་དེའི་གར་ཚོང་དགོས་རེད་ཞུས་པ་ཡང་ན་ཕ་ལམ་ཕ་ལམ་ཡན་ལག་བརྒྱད་དུ་ཚོང་དགོས་རེད། དེ་ནས་ཆོས་སྒོ་བཅུ་གསུམ་བསྟན་སའི་སྲོག་ཤིང་ཅིག་ཡོད་རེད་པ་གཞུང་ཤིང་ཅིག་དེའི་གར་ཚོང་དགོས་རེད་ཞུས་པ་ཡང་ན་བྱང་ཆུ་གྱི་སེམས་དུ་ཚོང་དགོས་རེད་ང་རང་ཚོའི་བྱང་ཆུ་གྱི་སེམས་དེ་ཐེག་ཆེན་ལམ་གྱི་གཞུང་ཤིང་ཡིན་གསུང་དགོས་རེད་པ་འོ་དེ་སོང་ཙང་ཆོས་སྒོ་བཅུ་གསུམ་བསྟན་སའི་སྲོག་ཤིང་ངམ་གཞུང་ཤིང་དེ་བྱང་ཆུབ་ཀྱི་སེམས་དུ་ཚུད་དགོས་རེད། དེ་ནས། དྲེག་གི་སྟེང་གི་པད་མ་འབྱོར་པ། དེ། ཁོ་བོའི་ཉེས་སྐྱོན་ཐམས་ཅད་དང་བྲལ་བ་དེ་དུ་ཚུད་དགོས་རེད། དེ་ནས། ཆོས་སྒོ་བཅུ་གསུམ་ཡོར་པ་ཆོས་སྒོ་བཅུ་གསུམ་གྱི་གར་ཚུད་དགོས་རེད་ཞུ་བ་ཡིན་ན་སྟོབས་བཅུ་དང་དྲན་པ་ཉེར་ཞག་གསུམ་བཅས་བཅས་ཆོས་བཅུ་གསུམ་དུ་ཚུད་དགོས་རེད། དེ་ནས་ཐུགས་རྗེའི་མདོ་གཟུངས་ཡོར་པ་ཆོས་ལྡན་གྱི་ཐུགས་རྗེའི་མདོ་གཟུངས་ཀྱི་གར་ཚུད་དགོས་རེད་ཞུ་བ་ཡིན་ན་ཐུགས་རྗེ་ཆེན་པོ་དུ་ཚུད་དགོས་རེད། དེ་ནས་དུག་དང་ཆར་ཁབ་གཉིས་ཡོད་རེད་པ་དེས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་ཤེས་རབ་གཉིས་དུ་མཚོན་དགོས་རེད། དེ་ནས་ཟར་ཚགས་ཡོད་རེད་པ་དེས་སངས་རྒྱས་ཀྱི་ཕྲིན་ལས་དུ་མཚོན་དགོས་རེད། དེ་ནས་གང་ལ་ཉི་ཟླ། ཉི་ཟླ་གཉིས་པོ་དེས་ཆོས་སྐུ་དང་གཟུགས་སྐུ་གཉིས་དུ་མཚོན་དགོས་རེད། ཡང་ན་ནི་ཉི་མ་གི་ཤེས་རབ་དང་ཟླ་བ་གི་ཐབས་བྱེད་ཅིང་ཐབས་དང་ཤེས་རབ་གཉིས་དུ་མཚོན་དགོས་རེད། དེ་ནས་རྩེ་མོའི་ནོར་བུའི་ཏོག་ཅན་རུ་པ་དེས་གཉིས་མེད་ཟུང་འཇུག་གསལ་སྣང་བསྒྲགས། བླ་མའི་བྱང་ཆུབ་ཏུ་མཚུངས་དགོས་རེད། དེ་ནས་མཆོད་རྟེན་གྱི་རྩེ་ལ། ཕན་ཚུན་གཡས་གཡོན་ཕན་ཚུན་བསྟན་ལ་དེའི་མེ་ཏོག་ཕྲེང་བ་དུ་བཏགས་བཞག་སུ་འདུག་ཨ། གཡས་གཡོན་གྱི་མེ་ཏོག་ཕྲེང་བ་དེས་གར་མཚུངས་དགོས་རེད་ཞུས་པ་ཡིན་ན་སངས་རྒྱས་ཀྱི་ཆོས་མ་འདྲེས་པ་བཅོ་བརྒྱད་དུ་མཚུངས་དགོས་རེད། དེ་མ་ཟད་པའི་གཞན་ཡང། མཉམ་མེད་ཇོ་བོ་རྗེས་ཀྱི། མཆོད་རྟེན་ལ་སོགས་མཐུ་ལྡན་ཡང། ཁྱད་པར་ཆོས་ཤིག་བྱིན་གྱིས་བརླབས། རྡོ་རིང་ཐེམ་སྐས་ཆུ་སྲིན་གྱི་རྒྱལ་མཚན་ལ་སོགས་པ་ནང་བཞིན་བྱས་པ་ཡིན། མཆོད་རྟེན་གྱི་ཕྱོགས་བཞི་སོ་སོ་ལ་རྡོ་རིང་བཙུགས་ཡ་དང། སྒོ་ཆེན་བསྟུད་འགྲོས་བཟོས་ཡ་དང། ཐེམ་སྐས་རྐན་རྩ་བསྟུད་འགྲོས་བཟོས་ཡ་དང་ཆུ་སྲིན་གྱི་རྒྱལ་མཚན་དང་དྲིལ་བུ་དང་གཡེར་ཀ་དང་རིན་པོ་ཆེའི་ཕྲེང་བ་ལ་སོགས་པ་བསྟུད་འགྲོས་ཀྱིས་རྒྱས་སྤྲོས་བྱས་པ་ནི་བསྟུད་འགྲོས་བརྒྱན་པ་བསྟུད་འགྲོས་ཡོངས་ཀྱི་བསྟོད་པ། ད་དེ་གར་གར་ཚོང་དགོན་རེ་ཞུས་པ་ཡིན་ན་ཕྱོགས་བཞི་ནས་མཆོད་རྟེན་ཆེན་པོ་བསྟུན་འགྲོ་ཡིན་ན་ཕྱོགས་བཞི་ལ་དུ་རིང་དུ་བཙུགས་ཤག་ས་ཡོད་རེད་དེ་གར་ཚོང་དགོན་རེ་ཞུ་བ་ཡིན་ན་རྒྱ་ཆེན་ཞིག་ཏུ་ཚོང་དགོས་རེད་དེ་ནས་མཆོད་རྟེན་གྱི་རྨང་གི་དེ་ཡང་དུམ་བུ་བསྟུན་འགྲོ་ཡོད་ས་ཡོད་རེད་དེ་ལ་ཕྱོགས་བཞི་ལ་ཐེམ་སྐས་བཙུགས་ཤག་ས་ཡོད་རེད་རྨང་གི་དུམ་བུ་སོང་ཙང་དེ་ཕྱོགས་བཞི་ལ་སྐས་འཛབ་ཏུ་བཙུགས་ཤག་ས་ཡོད་རེད་དེ་གར་ཚོང་དགོན་རེ་ཞུས་པ་ཡིན་ན་ཐར་པའི་གནས་སུ་ཡར་འཛེགས་པའི་གང་དག་བཞི་ལྡན་ངེས་འབྱུང་གི་བསམ་པ་དེ་ཏུ་ཚོང་དགོས་རེད། དེ་ནས་སྒོ་ཆེན་བཞི་ཡོད་པ་མཆོད་རྟེན་གྱི་སྒོ་ཆེན་བཞི་དེའི་རྣམ་ཐར་སྒོ་བཞི་དུ་མཚོན་དགོས་རེད། དེ་ནས་ཆུ་སྲིན་གྱི་ཆུ་སྲིན་གྱི་རྒྱལ་མཚན་དུ་བཙུགས་བཞག་ས་ཡོད་རེད་ཆུ་སྲིན་གྱི་རྒྱལ་མཚན་བཙུགས་པ་དེའི་གར་མཚོན་དགོས་རེད་ཞེས་པས་ན་སྐྱེ་བོ་ཕན་ཚུན། མཐུན་པ་དང་བདུད་ཀྱི་ཡུལ་ལས་རྒྱལ་བ་དང་མི་མཐུན་པ་དེ་ཚུལ་མཐུན་པ་དང་བདུད་ཀྱི་ཡུལ་ལས་རྒྱལ་བ་དེའི་དུ་མཚོན་དགོས་རེད། ད་ཆུ་སྲིན་རྒྱལ་མཚན་སྲིད་དུ་ཡང་ག་འདྲའི་ཆེར་དགོས་ཀྱི་རེད་ཞུས་པས་ན། ཆུ་སྲིན་གྱི་རྒྱལ་མཚན་སྲིད་དུ་སེང་གེ་རྐང་པ་བརྒྱད་པ། ཆུ་སྲིན་མང་ཀ་ར། ཨ་མྱག་པོ་བརྒྱད་པ། དཀར་འདམ་སྲོག་ཆགས་གསུམ་གྱི་མཚན་མ་ཡོད་པ་འདི་ལ་ཆུ་སྲིན་གྱི་རྒྱལ་མཚན་ཟེར་བ་འདི་རེད། དེ་ནས་ཡང་དྲིལ་བུ་དང་གཡེར་ཀ་དུ་བཏགས་ཤ་ཚ་དུ་བ་ཆོས་ལྡན་ལ་དྲིལ་བུ་དང་གཡེར་ཀ་བཏགས་པ་དེའི་གར་ཚོན་གོ་རེ་ཞུས་པ་ཡིན་ན་ཁྱོད་ཀྱི་དྲང་རྒྱུན་མ་ཆད་པར་འགྲོགས་པ་དེ་དུ་ཚོན་གོ་རེད་དེ་ནས་རིན་པོ་ཆེ་ཕྲེང་བ་བཏགས་ཤ་ཚ་ཡོད་རེད་དེའི་གར་ཚོན་གོ་རེ་ཞུས་པ་ཡིན་ན་ཆོས་ལྡན་འདི་ཉིད་ནི་གང་དག་སྐྱེ་བོ་ཀུན་གྱི་གནས་སྐབས་དང་མཐར་ཐུག་གི་དགོས་འདོད་ཐམས་ཅད་ཡིད་བསམ་དང་འགྲུབ་པའི་རྟེན་ཡིན་པ་དུ་ཚོན་གོ་རེད་དེ་སོང་ཙང་འདི་ཡན་ཆད་ཀྱི་ཆོས་ལྡན་སྤྱིའི་རྨང་གི་ནས། བརྩེགས་ནོར་བུའི་ཏོག་འབར་གྱིས་བསྡུས་སའི་མཚོན་དོན་གར་གར་མཚོན་པ་འདིའི་ངོ་སྤྲོད་དུ་ཞུས་པ་ཡིན། དེ་ནས་དོན་ཚན་གསུམ་པ་དེ་ལ་མཆོད་རྟེན་ལ་རིགས་མི་འདྲ་བ་གར་གར་ཡོད་པ་དེའི་སྐོར་དུ་ངོ་སྤྲོད་ཞུས་ཡང་ཡིན། སྤྱི་བཏང་གི་མཆོད་རྟེན་ཟེར་དུས་དཀོན་མཆོག་སྲི་ཞུའི་ཚུལ་དུ་མོས་བཅས་མཆོད་པ་འབུལ་བ་དང་བསྙེན་བཀུར་ཞུ་སའི་ཐུགས་ཀྱི་རྟེན་ཟེར་ན་འདྲ། ང་རང་སུ་ཡོད་གང་དག་བསོད་ནམས་བསགས་པ་དང། ཕྱག་ཏུ་བསྐོར་བ་སོགས་ཇི་ཡོད་ཀྱི་གང་དག་ཞིང་ངམ་ཐུགས་ཀྱི་རྟེན་ཞིག་ལ་མཆོད་རྟེན་ཟེར་ཅེས་ངོས་འཛིན་ཞུས་ན་འགྲིག་པ་རེད། ད་མཆོད་རྟེན་ཟེར་བ་དང་མཆོད་སྡོང། ཐུགས་ཀྱི་རྟེན། དུ་སུ་སྟོན་ཟླ་ར་བུ་གཅིག་པ་བཞག་ན་འགྲིག་པ་རེད། ད་མཆོད་རྟེན་དེ་ལ་རིགས་དུ་སི་མི་འདྲ་མང་པོ་ཞིབ་ཅིག་ཡོད་རེད་དཔེར་ན་རྡོ་རྗེ་གདན་གྱི་མཆོད་རྟེན་ལྟ་བུ་ན་ཁང་བུ་བརྩིགས་པའི་མཆོད་རྟེན་གྱི་རིགས་དུ་སི་རེད། དཔལ་ལྡན་འབྲས་བུ་མཆོད་རྟེན་ཡོད་རེད་པ་དེ་ཡིན་ན་ཆོས་སྒོ་བཅུ་གསུམ་དང་ལྡན་པའི་མཆོད་རྟེན་གྱི་རིགས་རེད། མཆོད་རྟེན་དེ་གང་དག་དཔལ་ལྡན་སྒྲུབ་པོ་མཆོད་རྟེན་གྱི་སྔར། སངས་རྒྱས་གསེར་ཐུབ་འཇིག་རྟེན་དུ་བྱོན་པའི་དུས་སུ། མུ་གེ་མང་པོ་ཅི་བྱུང་བྱས། མུ་གེས་མནར་བའི་གང་དག་སེམས་ཅན་མང་པོ་ཅི་ལ་ཕན་ཡག་གི་ཆེད་དུ་དགེ་སློང་ཞིག་གིས་གང་དག་ཉིན་ནམ་བཅུ་གཉིས་ཀྱི་ས་ལ་ནི་འབྲས་གསོལ་བ་དུ་བ་ཕྱག་པ་བབས་བྱས། ཉམ་ཐག་གི་སེམས་ཅན་ཐམས་ཅད་གང་དག། བཀྲེས་སྐོམ་གྱི་གདུང་བ་དེ་སྟུག་སེ་ཚིམ་པར་མཛད་པ་རེད། འདིའི་འབྲས་ལྷག་མ་དེ་རྫུ་འཕྲུལ་གྱི་ཚུལ་བསྡུས་བྱའི་མཆོད་རྟེན་བཞེངས་པ་ཅིག་ཏུ་ཟེར་རེད། དེ་ལ་འབྲས་སྤུངས་ཟེར་ན་འདྲ་འབྲས་སྤུངས་སམ་ཡང་ན་འབྲས་ཕུང་ཟེར་འབྲས་ཀྱི་ཕུང་པོ་ལྟ་བུ་ཡང་བརྩི་བ་དུད་འགྲོའི་འབྲས་སྤུངས་མཆོད་རྟེན་དང་འབྲས་སྤུངས་མཆོད་རྟེན་ཟེར་གང་དག་མིང་ཐོགས་སྟངས་རབ་གཉིས་ཏུ་བཟོས་རེད། ང་བདག་མཆོད་རྟེན་དཔལ་ལྡན་འབྲས་སྤུངས་སེ་འདོད་དེ་མཆོད་རྟེན་དུ་རེད། ཡང། ལྷུང་བཟེད་ཁ་སྦུབ་པ་བཏགས་པའི་མཆོད་རྟེན་རིགས་བཅས་ཡོང་གི་རེད། རྒྱལ་མཚན་བསྒྲེངས་པ་བཏགས་པའི་མཆོད་རྟེན་གྱི་རིགས་བཅས་ཡོང་གི་རེད་དེ་སོང་ཙང་མཆོད་རྟེན་རིགས་དེ་ལ་རིགས་མི་འདྲ་བ་མང་པོ་ཞིག་ཡོད་རེད། ད་ག་ནང་བཞིན་ང་རང་ཚོའི་ནམ་རྒྱུན་མཆོད་རྟེན་བརྒྱད་དེ་ངོས་འཛིན་སྟངས་དེ་ལ་རྟོག་བཟོ་ཚོད་མ་འདྲ་ཡོད་རེད། ད། མཆོད་རྟེན་སྐོར་དེ་སྤྱི་སྟངས་ཀྱི། ཀློང་རྡོལ་བླ་མ་རིན་པོ་ཆེའི་གསུང་དང་དངུལ་ཆུ་དྭངས་མ་པ་འདྲའི་གསུང་དུ་སུའི་ནང་ལོགས་ལ་མང་པོ་ཆེ་དུ་སུ་ཡོང་གི་འདུག་འདི་མ་གསལ་བས་ཡང་སྔགས་ནས་བཤད་པའི་མཆོད་རྟེན་རྒྱལ་ས་ཡང་རེད་བ་ཡང་དུད་འགྲོའི་རིགས་ཅིག་ངོས་བཟུང་ཡ་བཅས་ཡོད་རེད་ཀ་འདང་རྡོ་རྗེ་དཀར་པོ་རྡོ་རྗེ་ནག་པོ་རྡོ་རྗེ་ཆགས་པ་རྡོ་རྗེ་འདུལ་བྱེད་ཐུགས་རྡོ་རྗེ་སྐུ་རྡོ་རྗེ་རིན་ཆེན་རྡོ་རྗེ་ཆོས་རྡོ་རྗེ་བཅས་ཀྱི་མིང་སོ་སོ་སུ་བཏགས་རྗེས་མཆོད་རྟེན་རྒྱལ་བཅས་ཀྱང་ངོས་བཟུང་ཡ་བཅས་འདུག་སེ་ཀུན་མཁྱེན་བླ་མའི་གསུང་དུད་འགྲོའི་ནང་ལ་དུད་འགྲོའི་ཟས་ཟས་ཀ་འདུག་དེ་སོང་ཙང་འདི་ཡན་ཆད་ཀྱི་ད། མཆོད་རྟེན་དེ་ལ་རིགས་མི་འདྲ་བ་འགར་འགར་ཡོད་རེད་དེའི་དུས་སུ་ངོ་སྤྲོད་ཞུས་པ་ཡིན། ད་དེ་ནས་དོན་ཚན་བཞི་པ་དེ་ལ་མཆོད་རྟེན་ལ་ཕྱག་འཚལ་བ་དང་སྐོར་སྐོར་སོགས་བྱེད་པ་ཡིན་ན་ཕན་ཐོགས་ག་རེ་འབྱུང་དགོས་རེད་ཞུས་པ་ཡིན། ད་མཆོད་རྟེན་ལ་ཕྱག་འཚལ་བ་དང་སྐོར་སྐོར་བ་སོགས་སུ་སུ་ཀུན་སློང་རྣམ་དག་སྒོ་ནས་དུད་འགྲོས་གནང་པ་ཡིན་ན་ཕན་ཡོན་དེ་ལ་དཔག་ཏུ་མེད་པ་དུ་འབྱུང་དགོས་རེད། ད་ཁུངས་རབས་དེའི་དཔེ་ན་མདོག་གི་ནང་ལོགས་ལ། འཕགས་པ་སྤྱན་རས་གཟིགས་ཀྱིས་ཞུས་པའི་མདོ་དེའི་ནང་ལོགས་ལ། འཇིག་རྟེན་མགོན་ཁྱོད་མཆོད་རྟེན་ལ་མི་གསོད་སྐོར་བྱས་པས་ན་གང་དག་བསྐལ་པ་མང་པོའི་སྡིག་པ་དག་གི་རེ་ས་ཡང་བགྱིས་གསུངས་ཡོད་རེད། དེ་མ་ཟད་པའི་མཆོད་རྟེན་ལ་ཕྱག་འཚལ་བ་དང་དུད་འགྲོའི་གནང་བ་ཡིན་ན། མདོག་གསེར་གྱི་ཁ་དོག་ཐོབ་པར་འགྱུར་བ་ལ་སོགས་པ་ཕན་བཅུ་བཅས་དུ་གསུང་དགོས་རེད། དེ་མ་ཟད་པའི་མདོའི་ནང་ལོགས་ལ་མཆོད་རྟེན་ལ་ཐལ་མོ་སྦྱར་བ་ཙམ་གྱིས་ཡང་ཕན་བཅུ་འབྱུང་གི་རེད་དུ་ཅེས་གསུངས་ཡོད་རེད། དེ་མ་ཟད་པའི་མདོག་ནག་ནོད་ལ། མཆོད་རྟེན་ལ་བསྐུར་བ་བྱས་པ་ན་མི་ཁོམ་པ་བརྒྱད་དུ་སུས་སྤང་ཐུབ་ཀྱི་རེད། སྤང་ཐུབ་ཀྱི་རེད། གང་ལྟར། ཆོས་དོན་གོ་བར་བྱེད་པ་ནི་མི་ཁོམ་སྐྱེས་ན་སྤོང་བར་འགྱུར་སྲིད། དུད་འགྲོའི་རྗེས་གསུངས་ཡོད་རེད། དུད་འགྲོའི་གི་དེ་མ་ཚད་པའི་གང་ལྟར། དྲན་པ་དང་ལྡན་པ་དང་བློ་གྲོས་དང་ལྡན་པ་དང། ཆོས་དོན་ལ་གོ་བར་བྱེད་པ་ནི་འདི་ནས་ནི། ཤི་འཕོས་མ་ཐག་མཐོ་རིས་དུ་སྐྱེས་ཀྱི་རེད། ད། མདོ་དུད་འགྲོའི་ནང་ལ་དུད་འགྲོ་མང་པོ་ཅིག་ཏུ་དཀའ་སྣང་ཡོད་རེད། དེ་མ་ཚད་པའི། ང་རང་ཚོའི་དུས་བསམ་སྟངས་པས་ནི་ཆོས་ལྡན་ནང་ལོག་ལ་ཟུངས་ཤུགས་དེ་ཕུལ་དགོས་རེད་ཟུངས་ཤུགས་ལ་གང་དག་ཕྱོགས་བཅུའི་སངས་རྒྱས་སེམས་དང་འདྲ་གང་དག་སྐྱེས་བུ་དང་པོ་བསམ་གྱིས་མི་ཁྱབ་པ་དུ་སུའི་སྐུ་རྟེན་མང་པོ་ཅིག་སྐུ་མང་པོ་ཅིག་འདི་ན་ལ་ཟུངས་ཁུངས་ཕུལ་དགོས་རེད་དེ་མ་ཟད་པའི་འདི་དག་གི་གསུང་དང་ཆོས་ལྡན་ཆེན་པོ་དུད་འགྲོ་ཡིན་ན་ནི་བཀའ་འགྱུར་བསྟན་འགྱུར་དུད་འགྲོ་མང་པོ་ཅིག་འདི་ན་ལ་ཕུལ་དགོས་རེད་ཨང་ཐུགས་ཀྱི་རྟེན་ཆོས་ལྡན་ཆུང་ཆུང་དུད་འགྲོ་འདི་ན་ལ་མང་པོ་ཅིག་ཐུགས་ཕུལ་དགོས་རེད་གཟུངས་གཞུག་ཆ་ནས་བསམ་སྟངས་དཔེ་ན་རྩ་ཆེན་པོ་ཞི་བ་གཅིག་རེད་དེ་ལ་བསྐོར་རྒྱག་ན་ཕན་ཨ་ཅང་ཅང་རེད། འདི་མ་གསལ་བས་མཆོད་རྟེན་གྱི་སྲོག་ཤིང་ནས་ཡང་བསམ་སྟངས་དཔེ་ན་ཕན་ཐོགས་ཆེན་པོ་ཞི་བ་གཅིག་ག་རེད་ཟེར་ན། མཆོད་རྟེན་གྱི་ཨ་ནི་སྲོག་ཆེན་བརྗོད་ཡོད་རེད་བ་སྲོག་ཤིང་གི་སྤྱི་བོ་དང་མགྲིན་པ་དང་སྙིང་ག་ལྟེ་བ་གསང་གནས་དེ་གནས་ལྔའི་ཐད་དུ་ཨོམ་ཨ་ཧུང་ཀྲམ་ཧྲི་ཟེར་ཡི་གེ་དེ་དུས་མང་པོ་ཅིག་བྲིས་གནང་ཡོད་རེད་འདི་མ་གསལ་བས། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང། བསྐྱོད་དེ་དེ་བཞིན་གཤེགས་པའི་ཚུལ་གྱུར་ལ་འགོག་པ་གང་ཡིན་པ་དགེ་སྦྱོང་ཆེན་མོས་འདི་སྐད་གསུངས་ཟེར་བ་དེ་སྲོག་ཤིང་ལ་འདུ་ཤེས་ཅེས་བྲིས་ཡོད་རེད། ཡང་དེའི་སྒང་ལ། ཆོས་རྗེ་སངས་རྒྱས་རྣམས་ཀྱི་མཚན་སྔགས་དང་གཟུངས་ཆེན་བདེ་སྔགས་རྟེན་འབྲེལ་སྙིང་པོའི་སྐབས་དང་གཟུངས་སྔགས་བསྡུ་ཚུལ། མང་པོ་ཅིག་ཏུ་བྲིས་གནང་ཡོད་རེད་འདི་སོང་ཙང་ཆོས་ལྡན་ལ་སྐོར་བྱེད་པས་ནི་བསྡུ་ཚུལ་ལ་སྐོར་བྱེད་པ་དུ་གཅིག་པ་ཆགས་ཀྱི་རེད་འདི་སོང་ཙང་ཕན་ཡོན་དཔག་ཏུ་མེད་པ་དེ་ཡོང་རེད། འདི་མ་བསལ་བའི་ཆོས་ལྡན་གཟུངས་གཞུག་ནང་ལོགས་ལ་སྐུ་བརྙན་གྱི་ཁོངས་སུ་ཡང་ནི་ཆོས་རྗེ་སངས་རྒྱས། བྱང་སེམས་དང་གང་དག་སྐྱེས་བུ་དང་པོ་དཔག་ཏུ་མེད་པ་དེ་དག་གིས་སྐུ་བརྙན་མང་པོ་ཅིག་འདི་ན་ལ་ཕུལ་དགོས་རེད། ཡང་འདི་མ་བསད་པས་དེ་དག་གི་གསུང་མཆོད་རྟེན་ཆེན་པོ་ཡིན་ན་ནི་བཀའ་འགྱུར་བསྟན་འགྱུར། ཨ་ནི་སྐྱེས་ཆེན་དང་པོ་ཚོས་གང་དག་གསུང་གསུང་མང་པོ་ཅིག་འདི་ན་དུ་ཕུལ་དགོས་རེད། ཡང་འདི་མ་བསད་པས་མཆོད་རྟེན་ཁོ་ན་བཟུང་ལ་དབུ་གསུང་དང་མགྲིན་གསུང་དང་ཐུགས་གསུང་དང་གང་དག། གཏད་རྙེད་དང་འཁྲུགས་སའི་ཡིག་བརྒྱ་ཟུང་བཅས་དེ་སྔ་ཐུབ་པའི་ཚེ་སྔགས་གུ་རུའི་ཚེ་སྔགས་དུད་འགྲོའི་གང་དག་ཚེ་སྔགས་མང་པོ་ཅིག་ཏུ་མཆོད་རྟེན་ནང་ལོགས་ལ་གསུང། གཟུགས་ཤོག་རིལ་བྲིས་བཅས་དུས་སུ་ཕུལ་ན་འགོར། དེ་མ་ཟད་པའི་རིང་བསྲེལ་ཁུངས་སུ་ཡང་མང་པོ་ཅིག་དུས་སུ་ཕུལ་དགོས་རེད་དེ་བ་ཞེས་པའི་འཕེལ་གཏོང་གི་རིང་བསྲེལ་ཟེར་ཡང་འདྲ་བོ་གང་དང། སྐྱེས་བུ་དམ་པ་སུའི་གང་དང་ཀུ་རུའི་འཁྲུལ་མེད་ཟེར་ཡང་འདྲ་བོ་དང་དུང་རུས་ཟེར་ཡང་འདྲ་བོ་དང། དུང་རུས་ཐལ་བ་ཟེར་ཡང་འདྲ་བོ་དེ་འདྲའི་མང་པོ་ཅིག་ཕུལ་ན་འགོར་དེ་སོང་ཙང་རྩ་ཆེན་པོ་བཞི་བོ་ཆགས་དགོས་རེད་དེ་མ་ཟད་པའི། སྐྱེས་བུ་དང་པོ་མང་པོ་ཅིག་གིས་གནམ་ས་ཡོ་རོབ་པ་གནམ་སའི་ཚལ་པོ་དེ་འདྲུད་མང་པོ་ཅིག་དེའི་མཆོད་རྟེན་ནང་དབུ་ཞྭ་ཚལ་པོ་ཡིན་ན་རེད་ཆོས་གོས་ཚལ་པོ་ཡིན་ན་རེད་ནི་འདི་ང་ཚལ་པོ་ཡིན་ན་དུ་སུ་མང་པོ་ཅིག་མཆོད་རྟེན་ནང་ལོགས་ལ་ནི་རྒྱ་བ་ཀུན་འདྲེ་རིམ་བྱོན་དཔལ་ཆེན་ཀུན་འདྲེ་རིམ་དཔོན་ཆེན་ཀུན་འདྲེ་རིམ་བྱོན་གང་དག་སྐྱེས་བུ་དང་པོ་མང་པོ་ཅིག་གིས་གནམ་ས་དང་དབུ་ཞྭ་དང་དེ་འདྲུད་ཀྱི་ཚལ་པོ་མང་པོ་ཅིག་དེའི་ནང་ལ་ཕུལ་གནང་དགོས་རེད་དེ་སོང་ཙང་རྩ་ཆེན་པོ་ཞི་བ་གཅིག་ཆ་དེ་རེད་མཆོད་རྟེན་དེའི་གཟུངས་གཞུག་ཁོ་ནས་གཟུངས་གཞུག་གོ་ནས་སམ་བཏང་པའི་ནང་རྩ་ཆེན་པོ་ཞི་བ་གཅིག། དེ་ལ་བསྐོར་བྱས་པས་ན་དེ་དག་ལ་བསྐོར་བ་བྱས་པ་དུ་ཆ་གོ་རེ་འདི་སོང་ཙང་ཕན་ཐོགས་ཆེན་པོ་ཞུ་བ་བྱོས་རེ། འདི་མ་ཟད་པའི་མཆོད་རྟེན་འདིའི་ནང་ལོགས་ལ་སྐྱེས་བུ་དང་པོ་མང་པོ་ཅིག་གི་དབུ་སྐྲ་དུ་ཕུལ་ན་འགོ་རེ་གང་དག་དབུ་ལོ་ཡོ་རོབ་པ་དབུ་སྐྲ་ཡོང་བ་སྐྱེས་བུ་དང་པོ་དཔག་ཏུ་མེད་པའི་དབུ་སྐྲ་དུ་སའི་མཆོད་རྟེན་ནང་ལོགས་ལ་དུ་ཕུལ་གོ་རེ། རིལ་བུའི་ཁོངས་སུ་ཡང་མང་པོ་ཅིག་ཕུལ་གོ་རེ་རིལ་བུ་རྩ་ཆེ་ནས་ཆེ་ཚད། དུད་འགྲོ་མང་པོ་ཅིག་གང་དག་མཆོད་རྟེན་ནང་ལོགས་ཟུང་གི་ཁོངས་སུ་དུད་འགྲོའི་ཕུད་སྐོར་རེད། དེ་མ་ཟད་པའི་ཡང་དེ་ཡོད་རེད་པ། དུང་ཚ་ཟེར་ཡ་འདྲ་བོ་མང་པོ་ཅིག་ཡོང་གོ་རེད་དུང་ཚ་དང་དང་སྐྱེས་བུ་དམ་པོ་སོའི་ཕྲེང་བ་ཟེར་ཡ་འདྲ་བོ་དང་དུད་འགྲོའི་མང་པོ་ཅིག་གང་དག་མཆོད་རྟེན་ནང་ལོགས་དུད་ཟུང་ཁོངས་སུ་ཕུད་སྐོར་རེད་དེ་སོང་ཙང་དུད་འགྲོའི་གི་ཟུང་ཕུད་གསུམ་ཚོགས་པ་དེ་འགྲོས་ལས་གྲུབ་པའི་སྐབས་དང་ཆོས་ལྡན་ཅིག་ཅིག་ལ་དག་བསྐོར་བ་བྱེད་པ་ཡིན་ན་ཕྱག་འཚལ་བ་དང་བསྐོར་བསྐོར་བ་དུ་བྱས་པས་ན་ཕན་པ་སྨོས་པ་ཡོད་པ་ང་རང་ཚོའི་གཟུངས་གཞུག་ཕུད་དང་ངོས་ནས་བསམ་སྟངས་པས་ན་ཕན་ཐོགས་ཡོད་པ་བརྒྱ་ཆ་བརྒྱ་དོགས་པ་ཟ་མ་གོ་དེ་འགྲོས་རེད་ད་གཞུང་ན་ལ་བསམ་སྟངས་པས་ན་མདོ་མང་པོ་ཅིག་དུའང་ཕན་ཐོགས་ཡོད་པ་འདུག་ཟེར་རེད་དེ་སོང་ཙང་དེ་ཡན་ཆད་ཀྱི་ཆོས་ལྡན་ལ་བསྐོར་བྱེད་པས་ན་ཕན་ཐོགས་ཡོད་པ་འདུག་ཟེར་ངོ་སྤྲོད་ཞུས་པ་ཡིན། ད་དེ་ཡན་ཆད་ཀྱི་མཆོད་རྟེན་གྱི་སྐོར་དོན་ཚན་བཞིའི་སྒོ་ནས་ངོ་སྤྲོད་ཞུས་ཟིན་པ་ཡིན། ཨ་ནི་ངའི YouTube དྲ་རྒྱ་དེ་ལ་རྒྱབ་སྐྱོར་དང་དགའ་རྟགས་སོགས་ཏུ་གནང་རོགས་གནང་ང་ཚོ་ལེ་ཚན་རྗེས་མའི་ནང་ལ་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།